རྣམ་པ་ལན་བརྒྱ་ཙམ་མ་ལོག་ལ་ཡར་མཚམས་འདྲིའི་སྒྲས་ལས་ཅན་དུ་ཞུ་བས་ཡིན། ལྔ། ཆོས་རྗེ་རྡོ་རྗེའི་ཁོ་ཚང་གི་མཛོད་ཡིན། ད་རིང་ཉིས་སྟོང་ཉི་ཤུ་རྩ་དྲུག་གི་ཟླ་བ་དང་པོའི་ཚེས་བཅོ་ལྔ་རེས་གཟའ་ཕུར་བུ་གྱི་ཉིན་འདི་རེད། དེ་རིང་གི་ལན་བརྒྱ་ཟེར་རོ་ནང་གི་ལེ་ཚན་འདིའི་ནང། བཀའ་ཤག་སྐབས་བཅུ་དྲུག་པའི་སྔོན་ནས་བོད་མིའི་གཞིས་སྒར་ཁག་ལ། འཚམས་གཟིགས་དང་པོ་དེ་གནང་བའི་སྐབས་ལ་མང་ཚོགས་ཀྱི་ངོས་ནས་ད་བདེ་སྡུག་མང་པོ་ཅིག་ཞུས་ཡོད་རེད་འདི་ཞུས་པའི་སྐབས་ལ་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ད་ཡོངས་གྲགས་ཀྱི་གསུངས་བདེ་ཡ་གཅིག་དེ། ད་ད་ལྟ་ང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལ་བོད་མི་ཚང་མས་ཀྱི། ད་སེམས་ལ་གསལ་པོ་བྱས་ནས་བཞག་ཡོད་རེད་བསམ་གྱི་འདུག་དེ་ག་རེད་ཟེར་ན་སྲིད་སྐྱོང་མཆོག་གིས་ག་རེ་གསུངས་ཡོད་རེད་ཟེར་ན་མི་མང་གི་འདོད་པ་དེ་བསྐང་ཐུབ་ཀྱི་མ་རེད། མི་མང་གི་དགོས་མཁོ་སྒྲུབ་ཐུབ་ཡས་ལ་ཡ་འབད་བརྩོན་མཐའ་གཅིག་ཏུ་གནང་གི་ཡིན་ཅེས་གསུངས་པ་གཞི་བཟུང་གིས་ཨ་ནི་མང་ཚོགས་ཀྱི་དགོས་མཁོ་ཁག་བསྡུ་རུབ་གནང་ཆེད་འདིའི་སྒང་ལ་བསྐུར་བུའི་བཅུད་བསྡུས་རྣམ་པ་གསར་འགོད་ཕྱོགས་བསྐྱོད་ལ་ཕེབས་པའི་སྐབས་སུ་ཡང་མང་ཚོགས་ཀྱི་ད་དགོས་མཁོ་ཞུ་འབུལ་ཞུས་པ་ཁག་ལ་ཡ་ཞིབ་འཇུག་མཐིལ་ཕྱིན་གནང་སྟེ་རོགས་ཚོགས་ལ་གོ་བསྡུར་གྱིས་ཨ་ནི་ལས་འཆར་ཁག་གཏུགས་མ་སྤང་བྲིས་གནང་ཡོད་རེད། ཉིས་སྟོང་ཉིས་རྩ་གསུམ་དང་རྩ་བཞི། ཉིས་སྟོང་ཉིས་རྩ་བཞི་དང་རྩ་ལྔ། ཉིས་སྟོང་ཉིས་རྩ་ལྔ་དང་རྩ་དྲུག་བཅས་ལས་འཆར་མ་བཙུགས། བགོ་འགྲེམས་གནང་རྗེས། ཨཱ་ས་གནས་རེ་རེ་ལ། མི་དམངས་ཀྱི་དགོས་མཁོ་དང་བཅས་ཀྱི་ཚོགས་ཁང་གསར་རྒྱག་བྱེད་ཡས་ན་དང་ཁང་པ་ཉམས་གསོ་བྱེད་ཡས་ན་ལམ་ཁ་ཆུ་གློག་དང་ག་རེ་ཅིག་དགོས་མཁོ་ཁག་ལ་ཡང་ཁྱོན་བསྡོམས། ཨཱ་ས་གནས་རེ་རེ་ལ་ཡང། ཧིན་སྒོར་ག་ཚོད། བསྡོམས་དེ་ག་ཚོད་ཆགས་ཡོད་མེད་འདི་ཉིས་སྟོང་ཉི་ཤུ་རྩ་གསུམ་དང་རྩ་བཞི་གི་དངུལ་རྩིས་ཚོགས་འདུའི་སྐབས་ལ་གྲོས་ཚོགས་ནང་སྙན་གསེང་ཞུས་པ་ཅིག་གཤམ་ལ་གཟིགས་བརྩི་ཡོང་བ་ཞུ། དཔའ་འབྱོར་བཀའ་ལན་མཆོག་གིས་བོད་མིའི་སྒྲིག་འཛུགས་ཀྱི་རྩིས་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་རྩ་བཞི་ནི་སྔོན་རྩིས་མགོན་པོ་ཞེས་གསུངས་བཤད་བཀའ་དྲིན། པ་སྨྱོ་ཀ་ལས་མཆོག། གསུམ་རྩ་བཞི། མཆོག་ཏུ་བཀུར་འོས་པའི། བོད་མ་སྤྱི་འཐུས་ལྷན་ཚོགས་ཀྱི་དཔའ་ལྡན་ཚོགས་གཙོ་མཆོག་ལ། བཙན་བྱོལ་བོད་མིའི་བཅའ་ཁྲིམས་དོན་ཚན་ལྔ་བཅུ་ང་གཉིས་པ་གཞིར་བཟུང་བོད་མིའི་སྒྲིག་འཛུགས་ཀྱི་ལས་ཁུངས་མ་ལག་དང་བཅས་པའི། སྤྱི་ལོ་ཉིས་སྟོང་རྩ་གསུམ་རྩ་བཞི་ལོའི་བཀའ་ཤག་གི་སྔོན་རྩིས་འཆར་འབུལ་གྲོས་ཚོགས་ཐོག་སྙན་སྒྲོན་ཞུ་རྒྱུ། བཱན་དཱ་ར། ས་གནས་ཀྱི་མིང་བཱན་དཱ་ར། ཁྱོན་བསྡོམས་སྤེལ་གྱིས་ཉིས་སྟོང་རྩ་གསུམ་རྩ་བཞི་ནང་ལ་ཡང་འགྲོ་འཆར་འདི། འབུམ་བརྒྱ་དང་ལྔ་བཅུ་ང་བརྒྱད་དང་བདུན་ཁྲི་བཞི་སྟོང་ཉིས་བརྒྱ་ལྔ་བཅུ་ང་གཉིས། སྦེང་ལོར་ལྷོ་སྤྱི་ལི་ཀོང་གིས་ཁྱོན་བསྡོམས་པའི་འགྲོ་སོང་འགྲོ་སོང་དེ་འབུམ་ཉི་ས་གསུམ་དང་ཉིས་ཁྲི་དགུ་སྟོང་དྲུག་བརྒྱ་བཅོ་ལྔ། འབྲུག་ནང་ལོགས་ལ་འབུམ་ཉི་ས་བརྒྱད་དང་དགུ་ཁྲི་བརྒྱད་སྟོང་བདུན་བརྒྱ་བཞི་བཅུ། སྦིར་ས་གནས་ལ་ཁྱོན་བསྡོམས་པའི་གིས་འབུམ་དྲུག་ཅུ་དང་དྲུག་ཁྲི་སྟོང་མན་སུམ་བརྒྱ་བདུན་ཅུ། སྦིར་སྡེ་དགེ་ལ་འབུམ་ཉི་ས་དགུ་དང་ཞེ་ཁྲི་སུམ་སྟོན་སུམ་བརྒྱ་ལྔ་བཅུ་ང་བཞི། འདིར་ནང་ཆེན་ལ་འབུམ་བཞི་བརྒྱ་བཅོ་བཞི་བརྒྱ་གསུམ་སོ་གཉིས་དང་ཆིག་ཁྲི་དགུ་སྟོང་ལྔ་བརྒྱ་བརྒྱ་མེད་ལྔ་བཅུ་ང་བདུན། འདིར་བོད་ཚོགས་ལ་འབུམ་བརྒྱ་བཞི་བཞི་གསུམ་དང་བརྒྱ་མེད་སྟོང་མེད་ལྔ་བརྒྱ་བཞི་བཞི་གསུམ། འབུམ་སྡེ་ལ་ལ་ཡང་འབུམ་བཅུ་གཅིག་དང་ཆིག་ཁྲི་སྟོང་མེད་བཞི་བརྒྱ་བཅུ་གཉིས། སྦེལ་སྐོབ་དེ་ད་ལུག་སྡེ་གཉིས་ཀ་ལ་ཁྱབ་སྟེ་གི་དངུལ་འབོར་གཅིག་ཆགས་སྡེ་གི་འདུག་འདི་འདུག་བཞི་ནི་མཉམ་རུབ་བྱེད་འཁྲི་བྱ་ཡོད་རེད་འབུམ་དགུ་བཅུ་དང་བརྒྱད་ཁྲི་ལྔ་སྟོང་བརྒྱ་དང་བཅུ་གཉིས་འབྲེལ་ཧོར་ལ་འབུམ་དྲུག་ཅུ་རེ་གཅིག་དང་སྟོང་ཁྲི་མེད་ལྔ་སྟོང་བཞི་བརྒྱ་དྲུག་ཅུ་རེ་གཅིག་རྡོ་རྗེ་གླིང་ལ་ཡང་ད་ལྟ་ད་དེ་ཚོ་མང་ཆེ་བ་གཅིག་ལས་ཤག་བརྒྱ་ཡ་དང་ག་སོ་ལས་ཁུངས་བརྒྱ་ཡ་དང་དེ་ཚོ་གི་དངུལ་འབོར་རེ་ལྡུད་ཆེན་པོ་ཆགས་སྡོ་གི་ཡོད་རེད་ལས་གཞི་ཁོངས་ནས། རྡོ་རྗེ་གླིང་ལ་འབུམ་ལྔ་བརྒྱ་བཅུ་གཉིས་དང་བདུན་ཁྲི་དགུ་སྟོང་བརྒྱ་མེད་གསུམ་སོ་དྲུག། ལྡེ་ར་ལྡུན་ལ་འབུམ་བཅུ་གཉིས་དང་བརྒྱད་ཁྲི་ལྔ་སྟོང་བརྒྱ་དང་བརྒྱ་དང་ལྔ་བཅུ་ཐམ་པ། སྦེལ་ཀོབ་ལྡེ་རར་གཅིག་པུ་ལ་འབུམ་ཉིས་བརྒྱ་དགུ་བཅུ་གོ་དགུ་དང་བརྒྱད་ཁྲི་གཅིག་སྟོང་དྲུག་བརྒྱ་ཉི་ཤུ་རྩ་དགུ། ལྡི་ལི་ལ་འབུམ་དྲུག་ཅུ་རེ་བཞི་དང་དགུ་ཁྲི་སྟོང་མེད་བདུན་བརྒྱ་བཞི་བཅུ་ཞེ་བཞི། རྡ་རམ་ས་ལ་ལ་འབུམ་བདུན་བརྒྱ་བརྒྱད་ཅུ་གྱ་དྲུག་དང་བཞི་ཁྲི་སུམ་སྟོང་བརྒྱ་མེད་བཅུ། དོན་གྲུབ་གླིང་ལ་འབུམ་ལྔ་དང་དྲུག་སྟོང་བདུན་བརྒྱ་ཉི་ཤུ་རྩ་བརྒྱད། སྡེ་དགེ་གླིང་ལ་འབུམ་སུམ་བརྒྱ་བདུན་ཅུ་དོན་དགུ་དང་སུམ་ཁྲི་སྟོང་མན་སུམ་བརྒྱ་བརྒྱད་ཅུ་གྱ་གཉིས། སྒང་ཏོག་ལ་འབུམ་བརྒྱ་ཅུ་གྱ་གཉིས་དང་ལྔ་ཁྲི་སྟོང་མན་ལྔ་བརྒྱ་དྲུག་ཅུ། འཕེལ་རྒྱས་གླིང་ཡིན་མི་སྲིད་འདི་འབུམ་བརྒྱད་དང་ཁྲི་གཅིག་བྱེད་འདུག་སྒང་ཏོག་ལ། ནོར། ངའོ། ལྡི་ལྡི། ནོར་ཞག་གོང་ལས་མེད། ཉི་ཤུ་ལྡི་ཧ་པ་པུ་ལ། འབུམ་དགུ་བཅུ་གོ་བརྒྱད་དང་དགུ་ཁྲི་དྲུག་སྟོང་དགུ་བརྒྱ་བརྒྱད་ཅུ་བརྒྱད་བཞི། ཧུན་སུར་ལ་འབུམ་བརྒྱ་དང་དགུ་བཅུ་གོ་གཅིག་དང་དགུ་ཁྲི་གསུམ་སྟོང་བརྒྱད་བརྒྱ་དྲུག་ཅུ་རེ་བརྒྱད། ཀ་ལིང་པུང་ལ་འབུམ་ཉིས་བརྒྱ་གསུམ་སོ་དགུ་དང་བཞི་ཁྲི་གཉིས་སྟོང་དྲུག་བརྒྱ་གཅིག། ཀུམ་རའོ་ལ་འབུམ་ཉིས་བརྩེགས་གཅིག་དང་ལྔ་སྟོང་ཉིས་བརྒྱ་གཉིས། ཀོ་ལེ་གྷ་ལ་འབུམ་ཉིས་བརྒྱ་དགུ་བཅུ་དང་གཅིག་ཁྲི་བརྒྱད་སྟོང་ལྔ་བརྒྱ་ལྔ་བཅུ། སྐུ་ལུས་དང་མ་ནག་ལི་ལ་འབུམ་བརྒྱ་ཉི་ཤུ་རྩ་བདུན་དང་བདུན་ཁྲི་བརྒྱ། ཁྲི་མེད་བདུན་ཁྲི། སྟོང་མེད་བརྒྱ་མེད་བཅོ་བརྒྱད། ལ་དྭགས་ལ་འབུམ་ཉིས་བརྒྱ་ཉི་ཤུ་རྩ་བཞི་དང་གཅིག་ཁྲི་བརྒྱད་སྟོང་སུམ་བརྒྱ་ལྔ་བཅུ་སྦེལ་ཀོབ་ལུགས་བསམ་ལ་འབུམ་བཞི་བརྒྱ་ཉི་ཤུ་རྩ་གཉིས་དང་སུམ་ཁྲི་བརྒྱད་སྟོང་དྲུག་བརྒྱ་བཞི་བཅུ་ཞེ་བདུན་ཟླ་འདི་ཚོ་ནང་ལ། ཁྱེད་ཀྱི་བསོད་ནམས་ཀྱི་ལས་ཤིན་ཏུ་ཚུགས་ཡོད་རེད་མན་སྤར་ལ་འབུམ་ཉིས་བརྒྱ། བརྒྱད་བཅུ་བརྒྱད་གཅིག་དང་བརྒྱད་ཁྲི་བརྒྱད་སྟོང། བརྒྱ་མེད་ཉི་ཤུ་རྩ་གཉིས། མ་འབྲི་ལ་འབུམ་བཞི་བཞི་བརྒྱད་བརྒྱད་དང་ཉིས་ཁྲི་དགུ་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་མེ་འོ་ལ་འབུམ་དྲུག་བརྒྱ་དང་བརྒྱད་ཁྲི་ལྔ་སྟོང་བརྒྱད་བརྒྱ་བཞི་བཅུ་ཞེ་དྲུག་མོང་གོ་དྲུ་ལ་འབུམ་ལྔ་བརྒྱ་དོན་བཅུ་དོན་དྲུག་དང་བཞི་ཁྲི་དགུ་སྟོང་བརྒྱ་དང་བརྒྱད་བཅུ་བརྒྱད་བཞི་མ་སུ་རི་ལ། འབུམ་བརྒྱ་དང་སུམ་ཅུ་དང་སུམ་ཁྲི་དགུ་སྟོང་བརྒྱ་དང་ཉི་ཤུ་རྩ་གཅིག་ཨུ་དི་ཤ་ལ་འབུམ་སུམ་བརྒྱ་ཉིས་བརྒྱ་སུམ་ཅུ་སོ་བརྒྱད་དང་དྲུག་ཁྲི་དགུ་སྟོང་བརྒྱད་བརྒྱ་རྒྱ་ཤུ་གྱ་གཉིས། སྤོ་འདྲ་ཆོས་གསུམ་ལ་འབུམ་བརྒྱ་དང་བཅོ་གསུམ་དང། དྲུག་ཁྲི་སྟོང་མེད་བཞི་བརྒྱ་སུམ་སོ་དགུ། པུར་བ་ལ་ལ་འབུམ་ལྔ་བཅུ་ང་བདུན་དང། ཁྲི་མེད་སྟོང་མེད་བརྒྱ་དང་སུམ་སོ་བདུན། རཱཇ་པུར་ལ་འབུམ་གསུམ་དང་བརྒྱད་ཁྲི་སྟོང་མེད་བརྒྱ་དང་དགུ་བཅུ། རཱ་ཝང་ལ་ལ་འབུམ་བརྒྱ་དང་གསུམ་དང་དགུ་ཁྲི་བཞི་སྟོང་བརྒྱ་དང་བརྒྱད་ཅུ་གྱ་བདུན། སཱ་ཏྲོན་ལ་འབུམ་ཉི་ཤུ་རྩ་ལྔ་དང་ལྔ་ཁྲི་བརྒྱད་སྟོང་བཞི་བརྒྱ་གསུམ། ཤི་ལོང་ལ་འབུམ་གསུམ་སོ་བརྒྱད་དང་སུམ་ཁྲི་ལྔ་སྟོང་བརྒྱ་མེད་དྲུག་ཅུ་རེ་དྲུག། ཤིམ་ལ་ལ་འབུམ་དགུ་བཅུ་གོ་དགུ་དང་བརྒྱད་ཁྲི་གཅིག་སྟོང་སུམ་བརྒྱ་སུམ་ཅུ། མདོ་ལ་འཇི་ལ་འབུམ་བདུན་ཅུ་དོན་བརྒྱད་དང་དྲུག་ཁྲི་སུམ་སྟོང་ལྔ་བརྒྱ། སུ་ན་ད་ལ་འབུམ་བཞི་བཅུ་ཞེ་དྲུག་དང་བརྒྱད་ཁྲི་སྟོང་མེད་སུམ་བརྒྱ་དྲུག་ཅུ་རེ་དྲུག། ཤྲཱི་ན་གར་ལ་འབུམ་གསུམ། བཀྲ་ཤིས་ལྗོངས་ལ་འབུམ་བཅུ་བཞི་དང་ཞེ་ཁྲི་བདུན་སྟོང་བདུན་བརྒྱ་གསུམ། བསྟན་འཛིན་སྒང་ལ་འབུམ་དྲུག་ཅུ་རེ་བཞི་དང་ཉིས་ཁྲི་གཅིག་སྟོང་བརྒྱ་མེད་བཅུ་གཅིག། ཏི་ཛུ་ལ་འབུམ་བཞི་བརྒྱ་ཉི་ཤུ་དང་སུམ་ཁྲི་བཞི་སྟོང་བརྒྱ་དང་གཉིས། ཚེ་རིང་དོན་ལྡན་བཞི་ལྕགས་ལ་འབུམ་ལྔ་བཅུ་ང་གསུམ་དང་བདུན་ཁྲི་བདུན་སྟོང་བཞི་བརྒྱ་ཉི་ཤུ། སྤྲུལ་སྤྲིང་ལ་འབུམ་བདུན་ཅུ་དོན་གསུམ་དང། ཁྲི་སྨད་སུམ་སྟོང་སུམ་བརྒྱ་སུམ་ཅུ་སོ་བརྒྱད། བལ་ཡུལ་ལ་འབུམ་བརྒྱ་དང་བཞི་བཅུ་དང་དྲུག་ཁྲི་ལྔ་སྟོང་ཉིས་བརྒྱ་གཅིག། ཆོས་འབྱོར་ལ་འབུམ་བདུན་ཅུ་དང་ལྔ་ཁྲི་བདུན་སྟོང་དྲུག་བརྒྱ་བདུན་ཅུ་དོན་གཉིས། རྡོར་པ་བྲན་ལ་འབུམ་གཉིས་དང་སུམ་ཁྲི་སུམ་སྟོང་སུམ་བརྒྱ་སུམ་ཅུ། ཤ་བ་ར་གསུམ་ལ་འབུམ་གཉིས་རྩ་བཞི་དང་དྲུག་ཁྲི་བཞི་སྟོང་བདུན་བརྒྱ། དགུ་བཅུ་གོ་ལྔ། བཀྲ་ཤིས་དཔལ་སྐྱིད་ལ་འབུམ། བདུན་ཅུ་དོན་བརྒྱད་དང། བཞི་ཁྲི་སུམ་སྟོང་དགུ་བརྒྱ་ལྔ་བཅུ་ང་བདུན། བཀྲ་ཤིས་གླིང་ལ་འབུམ་བཅུ་དགུ་དང་ཉི་ཁྲི་ལྔ་སྟོང་བཞི་བརྒྱ་བཅུ་གཉིས། མ་ནང་ལ་ཁྲི་དྲུག། འཇོ་ལ་ཁེལ་ལ་བརྒྱད་ཁྲི་བཞི་སྟོང་བརྒྱ་མེད་ཅོག་གསུམ། རྒྱལ་འཕགས་ལ་འབུམ་ཉི་ས་དགུ་དང་བདུན་ཁྲི་བཞི་སྟོང་བདུན་བརྒྱ་དྲུག་ཅུ་རེ་བརྒྱད། ལོ་སྒྲིག་ལ། འབུམ་ཉི་ས་གསུམ་དང་བཞི་ཁྲི་ལྔ་སྟོང་དགུ་བརྒྱ་གསུམ་སོ་བདུན། བློ་ཚེ་རོགས་ལ། འབུམ་བཞི་དང་སུམ་ཁྲི་བདུན་སྟོང་དགུ་བརྒྱ་བཞི་བཞི་དྲུག། དགུ་བརྒྱ་གསུམ་སོ་དྲུག་ཁྱོན་བསྡོམས་པས་འབུམ་བརྒྱད་སྟོང་ཉིས་བརྒྱ་དོན་བཅུ་དོན་བཞི་དང། ཨ་ནི་བརྒྱད་ཁྲི་སྟོང་མན་དྲུག་བརྒྱ་དགུ། ད་ལྟ་གལ་དེའི་ནང་ལ་འཛིན་སྐྱོང་གི་འགྲོ་གྲོན། འཛུགས་སྐྲུན་གྱི་ལས་གཞི་དཔྱ་དངུལ་དང་འཕྲུལ་ཆས་གསར་ཉོ། འཚོ་གནས་དང་སློབ་ཡོན་ཨ་ནི་གཞན་དེ་གའི་ཚང་མ་ལོ། ཚུད་ཀྱི་ཡོད་རེད་ཨ་ནི་ལོ་རྟག་པར་རེ་ཞིག་དེ་གཅིག་པ། ཆ་བེད་ཀྱིས་གནས་སྟངས་ཡོག་མ་རེད་ཕྱིན་ཞུ་ཡ་ཡིན་ཁོ་ལོ་རྟག་པར་ཕར་ཆག་འགྲོ་གི་རེད་ཁར་སན་ས་གནས་སོ་སོ་སོ་ལ་ཡ་ལས་གཞི་མ་འདྲ་མ་འདྲ་མང་ཉུང་གི་ཁྱད་པ་ཅིག་ལོ་རྟག་པར་ཞུ་ཡོང་བསྡད་གི་རེད་ཕྱིན་ཞུ་ཡ་སྤྱི་ཚོགས་ཧྲིལ་པོར་དམིགས་པའི་ཟབ་སྦྱོང་དང་སྦྱོང་བརྡར་རིགས་སྨན་བཅོས་ལྟ་སྐྱོང་ལྟ་བུ་ལས་གཞི་ཁག་ཅིག་ས་གནས་སོ་སོར་དབྱེ་བ་འབྱེད་དཀའ་བས་གོང་གསལ་རེའུ་མིག་ན་བཀོད་མེད། དྲུག་དྲུག་མཉེན་ཆས་དང་དྲ་རྒྱ་ཀམ་པུའུ་ཏར་གསར་ཉོ་བཅས་ལས་ཁུངས་སོ་སོའི་སྔོན་རྩིས་ནས་ཞུས་ཡོད་ཀྱང་གོང་ཚད་ཆུང་བ་དང་ལམ་ལུགས་གཅིག་གྱུར་སྤོར་སྣོན་བྱེད་སྒོའི་སྐབས་སྟབས་བདེ་བ་བཅས་ལ་དམིགས་ཏེ་དེ་དག་གསར་བཟོ་དང་སྤུས་ཉུལ་འགན་འཁུར་ཀོམ་པིའུ་ཏར་སྡེ་ཚན་ནས་འཁུར་དགོས་པ་བཟོས་ཡོད། དྲུག་བདུན་ཤེས་རིག་གི་མཐོ་སློབ་སློབ་ཡོན་སྤར་ཆ་སྒོར་གསལ། བཅུ་གསུམ་དང། ལྔ། འབུམ། དགུ་ཁྲི་ཐོག་བསམ་པོ་ཏའི་ཐན་ཙིན་བསླབ་གྲྭ་དང་ཤེས་རབ་དགའ་ཚལ་སློབ་གླིང་གི་དགེ་ལས་ཀྱི་གསོལ་ཕོགས་སྤར་ཆ་ཆེད་དཔོག་དངུལ་སྒོར་གསལ། བཅུ་གསུམ་དང། བདུན་འབུམ་ཙམ་རྒྱབ་གཉེར་ཞུས་ཡོད་འབྲུག་རྒྱས་བོད་ནས་མཇལ་འབྱོར་བ་དང་གཞིས་ཀས་མ་ཐོབ་པའི་ཁ་ཐོར་བོད་མི་མཐའ་མཚམས་ཀྱི་དཀའ་ངལ་ཅན་བཅས་བཞི་བོའི་ལས་གཞི་འབྱུང་འགྱུར་ལོ་གསུམ་རིང་བང་བསྒྲིགས་ཡོད་ཅིང་འགྲོ་བཞིན་པའི་རྩིས་ལོའི་ནང་ས་ཆ་མཁོ་སྒྲུབ་དང། ལོ་རྗེས་མར་ས་བོན་གྱི་ཚུལ་དུ་མཇལ་འབྱོར་བའི་ཆེད་ཧིན་སྒོར་ས་ཡ་ལྔ་བཅུ་དང་མཐའ་མཚམས་དང་ཁ་ཐོར་ཆེད་ཧིན་སྒོར་ས་ཡ་ཉི་ཤུ་འཆམ་འབུལ་ཞུས་ཡོད། ལས་གཞི་ལག་བསྟར་བྱེད་རིམ་བཞིན་རོགས་ཚོགས་ནས་རོགས་དངུལ་ཇི་ཐོབ་དང་མ་དངུལ་ནས་ཅི་ཙམ་གཏོང་དགོས་མིན་སྐབས་བཀའ་འཚམས་བཀའ་འཁྲོལ་ཞུ་འཆར་ཡིན་ལ་ལས་གཞི་འདིས་ཆ་སྒྲིག་དང་བྱ་རིམ་རྣམས་ནང་སྲིད་ལས་ཁུངས་སུ་བཀོད་སྒྲིག་ཟིན་ཡོད་པ་དང་རིམ་པ་བཞིན་གསལ་བསྒྲགས་བྱ་རྒྱུ། དྲུག་དགུ། འདས་པའི་ལོ་ངོ་བཅུ་ཕྲག་ཁ་ཤས་རིང་མེའུ་དང་ཏེ་ཙུའུ་གཞིས་ཆགས་གཉིས་སུ་གཞིས་ལས་ཁང་དང་ལས་བྱེད་པ་དང་བསླབ་གྲྭའི་དགེ་ལས་ཀྱི་ལས་ཤག་སྤྱི་ཁང་སྤྱི་ཁང་གྲོང་སྡེའི་སྤྱི་ཁང་ཟམ་པ་བཅས་བཟོ་བཅོས་ཉམས་གསོ་བྱས་མེད་པ་དང་ས་གནས་ཁག་གི་དགོས་མཁོ་གལ་གནད་རིམ་པ་དང་པོའི་ཁོངས་སུ་ཚུད་པ་རྣམས་ད་ཐེངས་རྒྱབ་གཉེར་ཞུས་ཡོད་བདུན་པ་མཐའ་འདོམས་བདུན་གཅིག་མི་དམངས་ཀྱི་དགོས་མཁོ་དང་དཔལ་འབྱོར་གྱི་གནས་སྟངས་གཞི་ལ་བཞག་སྟེ་འཆར་ལོའི་སྔོན་རྩིས་གྲོས་ཚོགས་སུ་འབུལ་ལམ་ཞུས་པ་འདི་བརྒྱུད་ལས་གཞི་ཁག་དམིགས་ཡུལ་གཞིར་བཟུང་ལམ་ལྷོང་ལེགས་འགྲུབ་ཡོང་བར་ང་ཚོའི་ངོས་ནས་འབད་བརྩོན་ཞུ་རྒྱུ་ཡིན་ལ་འབྲེལ་ཐོགས་ཚང་མ་དཔུང་རྡང་སྦྲེལ་ཏེ་ཐུན་མོང་གི་དམིགས་ཡུལ་ཐོག་གོམ་པ་མདུན་སྤོ་བྱེད་ཐུབ་པའི་རེ་འདུན་ཞུ་རྒྱུ་དང། དོན་གཉིས་མཐའ་དོན་ཕྱི་ནང་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བསྐལ་བརྒྱར་བརྟན་པ་དང་བོད་དོན་བདེན་མཐའ་མྱུར་དུ་གསལ་ཏེ་གཞིས་བྱེས་ལྷན་འཛོམས་ཡོང་བའི་སྨོན་འདུན་བཅས་བཀའ་ཤག་གིས་ཕྱི་ལོ་ཉིས་སྟོང་ཉིས་བརྒྱ་གསུམ་ཟླ་བ་གསུམ་པའི་ཚེས་བཅོ་ལྔ་ལ།